ཁྱེད་རང་གཉིས་ཅི་ཅོ་ད་འོ་མ་གཉིས་ལ་ཡང་མནའ་མ་གཅིག་རེ་རེད་པས།
འོ་ན། ཨོ་ཡ། ད་ཁྱེད་རང་གི་མནའ་མ་དེའི་འོ་མ་ལ་དཀའ་ཆས་བྱེད་དགོས་པས་སོར་ཆུད་ཚེ་དེའི་མི་སྐྱིད་པོ་བྱེད་དགོས་འོ་ན་ག་རེ་རེད། འོ་ན་སྡུག་ཟེ། ལ། ཨ།
ཁྱེད་རང་ཚོ་དེ་ཕ་མེས་སྡུག་ས་བྱང་རྒྱོ་རེད་འོ་ན་ག་འདྲེ་ས་རེད།
ཕ་མེས་ལས་མགྱོ་བས། ཁྱེད་རང་ལོ་ག་ཚོད་ཡིན་པ། ལོ་སུམ་ཅུ་སོ་དྲུག། ལོ་སུམ་སོ་དྲུག་རེད་པ།

འདི་ནི་རྫུན་དངོས་རེད། ད་ཁྱེད་རང་གིས་ད་འདས་ཀྱི་བསམ་བློ་བཏང་དགོས་ཡག་གི། བསམ་བློ་བཏང་སྟངས་ཀྱི་བསྒྱུར་བཅོས་ཟེར་ནས་འདྲ་ཡང་ན་སོ་སོ་རང་ཉིད་མ་སྐྱིད་པོ་མ་བྱེད་ཡག་གི་ཐབས་ཤེས་ཡག་ཤོས་འདི་ག་རེད་ཟེར་སོང་ན། ཁྱེད་རང་གི་ཨ་ཅེས་དགའ་པོ་ཤུགས་ཆེ་བྱེད་ས་དེ་སུ་རེད། ཁྱེད་རང་གི་འོ་མ་ཁྲུང་ཁྲུང་རེད་མ་རེད། རེད་ལ། ཕ་མ་གཅིག་གི་སྤུ་གུ་རེད་མ་རེད།
རེད། ད་ཁྱེད་གཉིས་གཉིས་ལ་ཡ་སུ་ལ་ཡག་པོ་བྱས་ནས་ལས་འགྲིག་གི་འདུག་ག། དེ་འདྲའི་ཅིག་གི་བསམ་བློ་ཅིག་ཁྱེད་ནང་དང་གཅིག་ནས་ཁྱེད་རང་གི་སེམས་ནང་གི་མ་བདེ་བོ་དེ་ཉུང་རུ་འགྲོ་གི་ལ་གཉིས་ནས་ཁྱེད་ཚོ་གསུམ་ཆར་ལོ་མུ་མཐུད་འཆམ་པོ་ཡོང་གི་རེད་ཤེས་མ་གཏོགས་ཁྱེད་གཉིས་གཉིས་གར་སོང་རེད་ཨ་ཅིག་གི་རྐྱེན་པས་ཁྱེད་གཉིས་གཉིས་ལས

ཁྱེད་རང་ངོ་ནས་ཆ་ན་དགའ་པོ་ཡོད་རེད། ཁྱེད་རང་གི་འདོད་པ་གང་དེ་ཡོད་རེད། ད་ཡིན་ན་ཡང་ཁྱེད་རང་གི་འོ་མ་འདིས་ཁྱེད་རང་ནང་བཞིན་བསམ་བློ་འདི་འདྲའི་བཏང་བསྡད་ན། ཁྱེད་རང་གིས་ག་འདྲའི་གནང་འདོད། དོགས་སྐྱོང་རེ་སྐྱེས་ང་དགའ་པོ་ཡོད་རེད་གར་བྱེད་ཉེས་པ་ལབ་ཉེན་ཡིན་པས་ལབ་རྒྱུ་མ་རེད་པ། རེད་མ་རེད། བྱས་ཙང། ཁྱེད་རང་གི་ཨ་ཙི་དགའ་པོ་ཤུགས་ཆེ་བྱེད་ས་དེ། ཕྱི་ལོག་གི་མི་མ་རེད་སོ་སོ་གི་འོ་མ་དྲུང་དྲུང་མ་གཞི་ནས་མནའ་མ་དེ་ཁྱེད་གཉིས་གཉིས་པོ་གླེང་རྒྱུ་རེད། བསམ་བློ་དེ་འདྲའི་ཆེ་སྟངས་ཅིག་རྒྱ་ཆེ་ཆེ་དང་གཅིག་ནས་ཁྱེད་ཚོ་གསུམ་འཆམ་པོ་ཡོང་དགོས་ལ་གཉིས་ནས་ཁྱེད་གཉིས་སྤྱི་ཚོགས་འོག་དམག་གི་ལ་རྒྱ་ཐོག་འགྲོ་དགོས་མ་རེད། ཁྱེད་ཚོ་ངས་འདི་གཅིག་བྱས་དེ་ནས་ཐབས་ཤེས་གཉིས་པ་དེ་ག་རེད་འཚོ་བའི་ནང་ལ་ཡང་རང་གི་འཇོན་ཐང་མང་ཙམ་སྟོན། འཇོན་ཐང།

བཟའ་ཚང་བསྡད། ལ།
ཨ་ནི། ཁོ་རང་གི་ཚིག་གོ་ཁྱེད་རང་གི་རྐུ་མ་རྒྱབ་རེད་ཟེར་འདྲེ་བསམ་བློ་འདྲེ་ག་འདྲེ་ཟེར་རེད་ད་ཁྱེད་ཚོ།
ད་ག་འདྲེ་ཁྱེད་ཚོ་གནས་ཚུལ་ཆུང་ཙག་ཅིག་ལ་ཁང་རྗེ་འཁྲུག་པ་ཏིག་ཙིག་ཤོད་ན་ལམ་སང་དེ་ནས་ནང་ནས་དྲུག་ཀྱིན་ཡོད་ནི་འདྲེ། སྤུ་གུ་གཉིས་ཡོད་ར་ལ་དེ་སྤུ་གུ། ལྕག་གན་པ་དེ་ལ་རྩིས་རེད་སོ་རེད་ད་ཅུང་ང་དེ་ལ་ལྕག་མ་རྩིས་རེད་ད་ཤེས། སོ་སོའི་སྤུ་གུ་རང་ད་དེ་དེ་དེ་ཡང་གན་པ་དེ་འཁྲིགས་ནས་དྲུག་ཀྱིན་ཟིན་ནི་འདྲེ་གཟིགས་པ་འདུག་ལ་དེ་ནས། ཁོང་ཁྲོ་ཆེ་ནས་ན་ནིང་རྩ་ཆེ་ཡང་ཕ་རྩ་ཆེ་ཕྱིན་རྗེས་དེ་ནི་ཨ་ཅག་དེའི་སྤུ་གུ་རྟ་ག་ཆེན་མི་རང་ལས་བྱེད་ཅེས་ཕ་རྩ་ཆེ་ལ་ཡང་ནང་ནས་དོན་ནི་ཕྱིས་འདྲ་ལ། དེ་དེ་ནས་ཡང་སྤུ་གུ་དང་དེ་ནི་རྟ་ག་སྤུ་གུ་དང་མ་བོས་ད་བྱེད་དེ་ནི་སྤུ་གུ་ནས་བྲེད་ལ་བྱེད་ན་ད་ཕ་མ་གཉིས་ཀ་མིན་ན། སྤུ་གུ་མི་གཟུགས་མཐའ་གང་དག་ཅིག་གིས་སློབ་གྲྭ་གཅིག་ལ་ཕྱི་ནས་ལས་མཁན་རྩ་མེད་ཀྱིས་སྒོ་རྐྱག་རྐྱག་བྱེད་ཡ་མ་ཐུབ་ཟུར་བྱས་ཏེ། ད་གི་ད་དེའི་ད་ད་ཕ་མ་གཉེན་པོ་དག་ཕ་མ་ཧྲོག་ཅིག་དེའི་ར་ལ་ཕ་མ་དང་ཆ་ན། དེ་ད་གི་ཅོག་གི་ཟེར་ན་ད་ཕ་མ། དང་ཁ་ཁག་ལ་དོན་དུ་དེ་ནི་ཕ་མ་ལ།

ཁོའི་འཁོར་གྱི་མི་དང་རང་ཡིན་ན་གླ་གཞས་ཡིན་ན་སྤྲེལ་དགའ་མི་དྲོ་མ་དྲོ་ག་ཚོད་ཡོད་མེད་མ་ཤོད་སོང་ནི་འདྲེ་སྐད་ཆ་ནི་འདྲེ་བཤད་བྱས་ནི་ལ། དེ་ཁོ་ཁ་སང་ནས་འོས་ཤིང་དང་ཐོང་འཇག་ལ་ཐོང་དེ་དེ་ད་ལྟ་མི་ཚེ་ད་ཆ་ལ་སྐྱེས་སྙིང་འཕྲོག་ད་མི་ད་ཡིན་གྱི་ལ་བསམ་རྒྱུ་དེ་ནི་ག་འཁྲུག་ཤི་ད་གླེན་མི་དག་རང་ད་ཡང་འཁྲུག་ཁོ་ནུག་ཟི་ལ་ཕྱིན་ན་ནི་ཡང་ཁ་ར་རྒྱག་རེ་ཤོད་ཀྱི་རྒྱག་རེ་ཤོད་ན་ནི་ཡང་གྲུ་གིང་སུ་ཟི་ག་ལམ་སང་དེ་ཁོ་འདྲེ་བྱེད་མ་ཡ་བསམ་ནི་ཁོ་འདྲེ་ཟི་མི་དེ་དེ།

བསད་སྟོབས་ཀྱིས་གང་གི་དབྱུག་གུ་བརྗེས་ནས་དེ་དག་ལ་གོ་གོ་བཏང་ནས་ཡར་སླེབས་དུས་ད་གིན་བསད་སྟོབས་ཀྱི་གཉིད་རྒྱག་སྲིད་དུས་ཡང་ནི། བསད་སྟོབས་གཉིད་མ་བཅུག་འདི་བསམ་པ་ཉོས་བས་སྲིད་ག་དེ་བསམ་པ་ཉོས་ན་ཁོང་སྐྲག་བྱེད་ཀྱི་མེད་འགྲོ་ག་ཚོད་ཡིན་འགྲོ་ཤོག་སོགས་ཟེར་ནས་ཡང་ལན་མ་བརྒྱབ། དེ་འདྲ་བྱེད་ཀྱི་ལ།

རང་གི་རེ་བ་བཅོལ་ས་རང་དང་མཉམ་དུ་ཕུགས་བསམ་སྒྲུབ་མཁན་ཁྱིམ་ཚང་བསྐྱང་མཁན་གྱི་མི། ཐག་ཉེ་ཤོས་དེ་ཆགས་བསྡད་རེད། ད་དེ་འདྲའི་ཅིག་གང་ལ་ཡར་སླེབས་དུས་ཙམ་ལ་མི་གཉིས་ཀྱི་བར་ལ་ཡང། གཅིག་གིས་གཅིག་ལ་དོགས་པ། ཨ་ངའི་ལྕེ་ལ་ཁྱོད་རས་ཀུ་མ་བརྒྱབ་བཞག་ཟེར་ཡག་ར་མོ། དེ་འདྲའི་དོན་ཡོད་དུས་ཙམ་ལ། ཁྱེད་རང་གཉིས་ལ་ཡང་བཟའ་ཚང་ཟེར་ཡག་གི་མིང་དེ་ཐོགས་ཀྱི་མི་འདུག་ལ་དེ་བས་ཀྱང་བརྩེ་དུང་ཟེར་ཏེ་དེ་བས་རྐང་གཅིག་མཐོང་ཐུབ་མི་འདུག།

ལི་སི་སྟག་ལ་ཐབས་དག་རང་སེམས་དཔའ་ཁོ་ལ་ཐབས་འདི་གཅིག་ཆེད་བྱས་ནས་དེ་ནས་ད་དུང་ངས་ཁྱེད་རང་ལ་ཞུ་ཡག་ཅིག་ལས་ག་རེ་ཟེར་ན། ཁྱེད་ཉིད་ད་ལྟ་ཕ་མའི་ཁྲིད་ལ་སྙིང་པོ་ཡོད་དེ་དུས་ཙམ་པ་ཁོ་རང་གིས་འགྲིག་འདི་འདྲའི་ཟིག་དུས་ད་ད་དུང་ལོ་ག་དོན་ཆེད་ཕ་མ་ཁྲིད་ལས་མེད་ན་ག་འདྲས་ཆེ་གི་རེད་རང། དེ་ལ། ཨོ་ཡ། ཧ།
ད་བྱས་ན། བྱས་བྱས། ལི་སི་ལ་ད་བྱས་ཡོང་ན་ཞུ་བྱས་ལ། ཨེ།

ཨ་ནི་ང་རེད་རེད། དང་པོ་ཁྱེད་གདོང་འདི་མགོ་བཙུགས་ཡོང་དུས་ཙམ་པ་ནས་རྒྱབ་སྐྱོར་གནང་མྱེད་ང་ཚོ་མང་གཙོ་ཡིན་ལ། ཨ་ནི་ཅིག་ག་ལེ་རེད་ཨོ་རྩེར་བྱུང་གསུངས་ནས་ལན་ཕག་ཐོ་ཅི་ལེགས་པོ་ཞུས་ས་དེ་ལས་ང་ཚོ་མང་གཙོ་ཡིན། ལྷག་པར་དུ་ང་ཚོའི་ནང་མི་ཚང་མ་ལོག་གི་མཉམ་དུ་ཐེ་གཏོགས་གནང་ལ་ཡ་ད་ད་སྤུག་གཞི་རྩེ། འདྲེ་གི་ད་གནས་ཚུལ་དེ་འདྲ་ཡོད་དུས་ང་ཚོ་ཅིག་དེ་ཚོ་ཡ་གོམ་གཅིག་གདོང་གཅིག་ལྔ་བརྒྱ་རྩི་ཏི་ཡ།

མུ་མཐུད་ནས་རྒྱུན་འཁྱོངས་བྱ་རྒྱུའི་སེམས་ཤུགས་ཡོད་ལ། ནང་མི་ཚང་མའི་ཀྱི་རྒྱབ་སྐྱོར་དང་ཁྱེད་རང་ཚོ་ཚང་མའི་ཀྱི་མིག་མཐོང་ལག་ཟིན་གྱི་འོག་ལ་ཡང་ང་རང་ཚོས་མུ་མཐུད་ཅིག་བྱ་བ་ཆུང་ཆུང་ཅིག་གི་ཐོག་ནས་ང་ཚོ་ཚང་མས་གཞན་ཕན་གྱི་ལས་ཀ་ཅིག་བྱེད་ཡག་ལ་ཡང་སྔར་བཞིན་འབད་བརྩོན་ཅིག་ཡིན། ང་ཚོ་ཐད་གཏོང་ནང་གི་མང་ཚོགས་ཚང་མ་ལོག་གི་ད་བར་རྒྱབ་སྐྱོར་དང།